བཀྲ་ཤིས་བདེ་ལེགས་ང་ནི་འདུལ་འཛིན་པ་འཆི་མེད་དབང་མོ་ཡིན། ལྷན་སྐྱེས་སྐུ་ཁམས་བཟང་ང་ནི་འདུལ་འཛིན་པ་དབང་ཆེན་ལྷ་མོ་ཡིན། རེད་གཟིགས་མ་ལྷས་རྗེ་དེ་ཡང་བོད་མི་རིགས་ཀྱི་ཕུན་སུམ་ཚོགས་པའི་རིག་གནས་ཀྱི་བང་མཛོད་ནང་དུ་ལྷ་མོའི་གདུལ་དཀའ་ནི་བོད་རང་ཡུལ་ནས་དར་ཞིང་འཕེལ་རྒྱས་བྱུང་བའི་སྒྱུ་རྩལ་གྱི་རྣམ་པ་ཞིག་རེད་ལ་དེ་ལས་སྔོན་འབོག་ནི་དེའི་ནང་གི་འཕྲལ་བསྟོད་རྒྱུ་ཆ་མེད་དུ་མི་རུང་བ་ཞིག་རེད། འབོག་དཀར་པོ་དང་འབོག་སྔན་པོ་དེ་མིན་འབོག་འདྲ་མིན་སྣ་ཚོགས་ཡོད་ལ་འབོག་དེ་དག་ཅི་འདྲ་ལས་ཡོད་ཀྱི་རེད་དེ་རིགས་ཀྱི་ལན་ཚན་ནང་ང་ཚོས་མཉམ་དུ་རྒྱུས་ལོན་བྱེད་ཤེས། གླིང་རྒྱལ་སྐྱེས་ས་རྒྱ་བོད་ཡིག་འབྲོག་ནི་བོད་མི་རིགས་ཀྱི་བློ་གྲོས་དང་ཤེས་རབ་སྟོན་ཐུབ་པའི་དཔའ་བོ་ཡི་རྣམ་མཐའ་ཞིག་རེད། མི་རག་ནས་མི་རག་བར་དུ་བོད་མི་རིགས་ཀྱི་དཔའ་བོ་ཡི་གཏམ་རྒྱུད་རིང་པོ་འདི་རྒྱུན་འཛིན་དང་དར་སྤེལ་གཏོང་དང་གཏོང་བཞིན་ཡོད། རེད་གྲོགས་པོ་རྣམ་པ་དེ་རིགས་ཀྱི་དགའ་ཚལ་མཚན་པ་ལས་ལི་པ་ཚལ་མགོས་ཀྱིས་ལེན་པའི་ཨ་རོགས་ཁང་པ་སོགས་ལི་ཀར་ཀོ་ཀྱིས་གྲ་སྒྲིག་བྱས་པའི་ཚོགས་མིའི་འདས་ལོ་དང་མཐུན་པའི་སྨན་དུ་ཡོད།

ཁྱེད་ཀྱིས་གཟིགས་བཞིན་པ་ནི་བོད་སྐད་ལས་ཚིག་གངས་རི་རྫ་ཐམ་རེད།
ཕ་མེས་ཀྱི་གཅེས་ནོར་ཚོ་རིག་གནས་ཀྱི་སྦྲང་རྩི་མྱོང། སྡེ་དགེ་རྫོང་རྫོགས་ཆེན་དགོན་པའི་སྤྲུལ་སྐུ་ཀུན་ཁྲི་ལྔ་པ་ཐུབ་བསྟན་ཆོས་ཀྱི་རྡོ་རྗེ་ཡིས་དུས་རབས་བཅུ་དགུ་པའི་དུས་མཇུག་ཏུ་རྫོགས་ཆེན་གེ་སར་འདུས་སྐབས་གསར་བསྒྲིགས་གནང་ཞིང

ད་ཇག་ག་ལས་ཚར་ལེ་རེད། ད་རྒན་ལགས་ཀྱི་ང་ཚོའི་སྡོམ་པ་ཟེར་ན་བྱམས་པ་ཟེར་ན་མང་པོ་ཅིག་བཅག་འདུག་ཨ། དེ་ནས་ང་ཚོ་བོད་ཀྱི་ད་བྱམས་པ་གྱི་ལོ་རྒྱུས་འཇུག་ཁུལ་འདྲ་དེ་ཅི་འདྲ་ཞིག་རེད། ད་དཔེ་ལོ་ན་ཐང་ཁ་ཡིན་ནའང་འདྲ་སྐར་འདྲ་ཡིན་ནའང་འདྲ་འབོག་ཡིན་ནའང་འདྲ་ཚོང་མ་འདྲ་འདྲ་རེད། དེ་ནས་ཆུ་ཟེར་གྱི་དེ་མ་ཤེས་འདུག་དུས་ད་ན་དེ་ནས་སངས་རྒྱས་ཤཱཀྱ་ཐུབ་ཨ།

རིམ་པ་བཟོ་རྩལ་ནི་ལག་ཤེས་ཀྱིས་ཤེས་པ་ཙམ་གྱིས་མི་ཆོག་ལ་གདུང་བཟོ་དང་ལྷ་བཟོ། ཚེ་འབྲི་སོགས་ལག་ཤེས་མང་པོ་ཤེས་ན་ད་གཟོད་རིམ་པ་ཆ་མཚུངས་ཤིག་བྲི་ཐུབ།
འཛིན་མ་ལྷས་རྗེ། དེ་ཡང་རྫོགས་ཆེན་དགོན་པའི་གེ་སར་གདུལ་དཀའ་གྱི་ཞལ་འབོག་ལ་འབུལ་དུ་འཐེན་པའི་སྒྱུ་རྩལ་གྱི་རི་ཐུང་དང་རིག་གནས་ཀྱི་རི་ཐུང་ལྡན། ཞལ་འབོག་བཞི་སྟོང་ལ་བོད་ཁུལ་གྱི་ལག་རྩལ་བཟང་པོ་དག་བསྡུ་ལེན་བྱས་པས་ཞལ་འབོག་རེ་རེ་ནི་སྒྱུ་རྩལ་གྱི་ཉིང་བཅུད་རེ་རེ་རེད།

འཛིན་མ་ལས་ཀྱི་དེ་ཡང་རྫོགས་ཆེན་གཞར་འབོག་གམ་རེས་འབོག་བཞི་སྟོང་ལ་བཟོ་རྩལ་གྱི་གོ་རིམ་མང་པོ་ཡོད་ཅིང་དེ་ལས་རེས་གཞར་རྒྱུ་ནི་གནད་འགག་གཙོ་བོ་ཞིག་རེད། དེ་བཞིན་དུ་རེས་ཆ་བསྡམས་པ་ནི་གལ་ཆེན་ནང་གི་དོན་ཆེན་རེད། ཉི་ཟླའི་ཆ་སྒོ་ཞེས་པའི་རེས་ཀྱི་རྙིང་པ་ནི་བརྗིད་ཆ་ཡག་ཤོས་དེ་རེད། དེ་ཡང་རས་བཞག་པའི་སྐབས་སུ་འདི་ཕྱོགས་སུ་རིམ་པ་དྲུག་དང་རྒྱབ་ཕྱོགས་སུ་རིམ་པ་བཅུ་གཉིས་བཞག་དགོས། ཡིན་ན་ཡང་ཉི་མ་རེ་རེ་ལ་རིམ་པ་རེ་རེ་མ་གཏོགས་བཞག་མི་ཐུབ་པས་ཞང་པོ་བཟོ་བར་དུས་ཚོད་མང་པོ་དགོས།

ད་ཚ་དུས་ད་ལང་དེ་ནི་གོ་རུ་ད་གོ་རུ་གཡོག་མདོང་མོ་འདྲ་ཟེར་ཡ་ད་མོ་སྐྱ་ས་གི་གཡོ་འདྲ་ཅི་ལེ་གི་རི་དོག་གཡོག་མདོང་མོ་ཅི་ལེ་ད་ལེ་ཚ་ད་དེ་དེ་ངོ་ད་ལང་དེ་ནི་ད་བུ་ཚོང་ཅི་ཚོ་ཚ་དེ་ངོ་དེ་ནི་ཐིག་རྒྱལ་ལེ་རེད་ད་ནི་གོ་རུ་ད་ཁ་ཉིན་སྣ་སང་ཚོང་མ་ཐིག་ག་ཟེར་བ་ཡོག་ཤ་ཚིག་ཅིག་ཅི་འདྲ་ཡོན་ཟེར་ད་གོ་དེ་ནི་ཤི་བ་འདྲ་ཅི་ནང་སང་གི་ཤོག་ཆ་ད་བ་གི་ཐིག་ཕུ་བོ་འདྲ་བྱས་ན་ཤོག་ལོང་བོད་ཀྱི་ཐིག། དང་ཐོག་གི་སྐྱེ་ཐིག་ཚོ་བསྡད། ད་མདོ་དྲིན་བབ་སྐྱ་སང་གོང་དུ་བཤད་བྱུང་མ་ཀྱི་ཐིག་གི་སྟེང་དུ་ལས་བཟོ་རིག་པ་ལྷ་བཟོ་ཚོང་བ་ག་དེ་ནས་དུ་བཟོ་ཚ་དུས་དེ་ནས་ཀོ་རུ་ག་ན་ཆ་ག་དེ་ནས་ད་ཡོག་མེ་ག་ན་ད་ན་ཅོག་ལ་སོགས་པ་ཚོང་བ་ཡར་སྤུས་ཚོང་རྫས་བཟོ།

ག་ང་རི་ད་ང་རི་འབྲོག་པ་འདྲ་ཅན་ལ་གར་ཟེར་ཁྱོད་རི་ད་རྙིང་པ་ག་རི་དོ་དེ་ནི་རི་བརྒྱད་པ་གོ་རུ་ཧ་ལང་ཚའོ་རི་ཁྱོད་ད་འདྲ་ལ་ལ་ད་ད་འདྲ་ག་རི་སོ་མ་བཞག་ནའོ་ད་འདྲ་ག་གོ་རུ་བརྒྱད་པ་མེད་མཁན་ད་ད་འདྲ་བཞག་གི་རེད་དེ་ནི་འབའ་ལོང་རྒྱལ་ས་དོ་དེ་ཏོག་རྒྱལ་དུ་དུ་སོ་རི་ནའོ་སོ་མ་ག་ད་འདྲ་རི་བརྒྱད་པ་མེད་མཁན་འདྲ་མོ་བྱེད་ལ་ལ་བཞག་ལེ་རེད།

དེ་དག་གི་མ་གདོང་དུ་དེ་ནི་ས་ཁོ་སྦྲུལ་འགྲོ་ཞིང། ས་སྦྲུལ་ཚ་དེ་མོ་འོང་གི་དེ་ནི་དེ་བཙོང་མ་བཟོ། དེ་ནི་འབའ་གི་ཆ་སེ་དེ་ཤུ་བཟོ་ནས་ག་ཡང་དུ་ཅི་འདྲ་གི་གི་ད་པུའི་བཙོང་ཚིག་བཟོ་ཚ་དེ་སྟོང་ཆ་ཀོ་ར་བཟོ་དེ་ནི་སུའི་བྲག་གི་སར་བྲ། དེ་ནི་དེ་ཁོར་ཁ་མི་བཏང། དེ་ནི་ཁ་ངོ་དུ་དུ་སོར་དེ་ནི་ཁོ་རུ་འཇང་ད་གི་སར་འཇང་ད་བཟོ་པུའི་བཙོང་ཚིག་བཟོ། དེ་ནི་དེ་བཟོ་ཚ་དུས།

ཕར་ཕྱིའི་ལིའི་ཐེ་ཉེ་ཤོ་ད་ཙ་ང་རུ་ཚ་ཕར་ཕྱི་ད་ཡ་མ་ཚ་ཡན་ཇི་རེ་ད་འདྲ་མང་པོ་ཅིག་ཐོན་འདུག་གི་རེད་རེ་རེ་ཁ་ནས་དེ་ནི་འབའ་འདི་དེ་དེ་ཉིད་ཚད་བརྒྱད་དེ་མོ་འདྲ་ཅིག་མ་ལིའི་དེ་དེ་ན་འཇོག་པ་སོགས་ཀོ་འདིའི་ག་ན་ཅི་ན་སྤུས་ཚད་དང་བདག་ཉོ་ཚོང་མ་མེད་མཁན་ལ་ད་ད་འདྲ་རེད་འགྲོ་རེ་རེད་ལོ། དེ་ནི་ག་སི་རྒྱ་མཚན་པས་ད་ད་འདྲ་རེད།

ང་ཚོའི་རྒྱུན་དུ་རྒན་པའི་ཁྱིམ་པ་དང་རྨོངས་འཁྲིད་ཀྱི་ལྷ་མིའི་རེ་འབའ་སོགས་འབའ་འདྲ་མིན་སྣ་ཚོགས་མཐོང་ཐུབ། འཛིན་མ་ལྷས་ཀྱི་རེ་འབོད་བཟོ་བའི་ལག་རྩལ་འདི་བོད་ཁུལ་དུ་ད་ནས་ཡུན་རིང་པོ་སོང་ལ་ད་ལྟའི་བར་དུ་ཅུང་ཆ་ཚང་ལ་གནའ་མྱོང་བསྟོད་པ་མི་རིགས་ཀྱི་ཁྱད་ཆོས་ལྡན་པའི་འབོད་བཟོ་ལག་རྩལ་འདི་བོད་ཁུལ་དུ་རྒྱུན་འཛིན་གནང་ཡོད། རེ་སྐུལ་སྙིང་པོའི་བརྒྱུད་ཆ་རེ་རེ་ལས་གྲུབ་པའི་ཞབས་འབོག་འདི་དག་ནི་ལོ་ངོ་བརྒྱ་སྟོང་སོང་ན་ཡང་འགྱུར་བ་གཏན་ནས་འགྲོ་རྒྱུ་མེད། གཟིགས་མ་ལྷས་ཀྱིས་དེ་ཡང་སྣང་བུ་བཏགས་རྒྱུ་ནི་བོད་སྐད་ཀྱི་ཚོ་བོའི་གྲལ་དུ་བོད་གཤེད་ཆེན་པོ་ཡོད་ལ། དེ་ཡང་ལག་ཤེས་ཀྱི་ཕ་ས་གྲགས་པའི་སྡེ་དགེའི་སྨོན་བཤད་ལ་ཐོག་ཐོག་ལེ་ལ་བྱུང་པའི་བུད་མེད་ཅིག་ཡོད། ཁོང་གིས་ལག་ཤེས་རྒྱུན་འཛིན་དང་དར་སྤེལ་གཏོང་བའི་ཆེད་དུ་ས་གནས་དེའི་བུད་མེད་མང་པོ་ལ་ལག་ཤེས་འདི་སློག་བཞིན་ཡོད། དེ་རིགས་ཀྱི་རྒྱུན་འཛིན་པའི་གཏམ་རྒྱུད་ནང་དུ་ང་ཚོས་ཚེ་ཁྲུས་ལགས་ལ་རྗེས་ལན་ཞིག་བཤད།

དེ་མ་ཟད་གྲོང་ཚོ་འདིའི་ནང་གི་བུད་མེད་རྣམས་ཀྱིས་ཁེ་མཐའ་ཚན་ཁག་ཤེས་པ། སྙིང་ལས་ཤེས་རྩ་འཛུགས་བྱས་ནས་ཁོ་ཚོས་དེའི་ནང་ལ། སྐེ་དཀྲིས་དང་ཁྲུས་སོགས་ད་རུང་སྔ་བཞིན་གསོ་རྒྱུ་བཅས་ཐག་ཤེས་ལ་བརྟེན་ནས་འཐག་བཞིན་འདུག་དེས་ན། གསོ་རྒྱུ་བཅས་ལག་རྩལ་འདི་མ་མྱོང་གོང་ཕལ་དང་སྙོམས་པར་སླར་གསོ་བྱེད་བཞིན་པ་མཐོང་ཡོང་དུས་སེམས་གསང་པའི་སྟེང་ནས་ཧ་ཅང་དགའ་དགོས་པ་ཞིག་རེད།

སྐལ་བ་བཟང་པོ་ལ་དོན་བརྒྱུད་སྙིང་མོ་སྒྲོག་མོ་མཐུན་ནས་ང་ཚོ་ཡི་སྐལ་བཟང་ལ་ལ་སེམས་ཅན་སྣང་བ་དགའ་ཚོད་བྱོས། བོད་མི་རེ་ཁ་ན་སྒྲུང་རེ་ཡོད་ཚེ་རེད། དེ་ན་ང་རང་ཆུང་ཆུང་ཡིན་དུས་ཡང་མི་རྒས་རྣམས་ཀྱིས་བཤད་པའི་གི་སྒྲུང་ཉན་རྒྱུ་ལ་ཧ་ཅང་དགའ། ལྷག་མའི་ཁྲོ་བའི་མ་མའི་འུར་སྒྲོག་འགྲམ་ལ། ཁྱིམ་མི་ཚང་མ་རུག་རུག་འདུག་ནས་ཨ་ཕས་བཤད་པའི་གི་གེ་སར་རྒྱལ་པོ་ཡི་སྒྲུང་ཉན་པའི་གི་རྣམ་པ་དེ་ནི་ད་ལྟའང་མིག་ནང་དུ་རི་མོ་བཞིན་འཆར་ཐུབ། སྣང་བ་འདི་དག་རྒྱལ་དུས་དངོས་གནས་དྲོད་ཁོལ་ལྡན་པ་ཞིག་རེད། དེས་ན་སྡེ་དགེ་རྫོང་ལྷུན་འགྲེང་གི་སློབ་མ་རྣམས་ལ་ཆ་ནས་མཚོན་ན་གེ་སར་རྒྱལ་པོ་ཡི་སྒྲུང་ཉན་རྒྱུ་དང་གཞུང་རྒྱུད་ཀྱི་གོ་སྐབས་དེ་ནི་ལྷོད་ར་ནས་ཐོས་པ་རེད། དེ་ནི་ང་དང་པོ་ལ་ཁ་ལ་གཟིགས་དགོས་པའི་ལོ་བརྒྱད་ཀྱི་གོང་དུ་ནི་དེ་ནི་ངའི།

ཉི་མ་གཉིས་ཀྱི་རྗེས་ནས་དྲུག་བཅུའི་བྱིས་པའི་དུས་ཆེན་སྐབས་སུ་གེ་སར་སྒྲོང་མཁན་འཛིན་གྲྭས་དངོས་སུ་ཁྲག་འདོན་བྱེད་དགོས་པས། སྒྲོང་མཁན་ཨ་མྱེས་ཀྱི་སེམས་པ་སྐྲོ་པོ་ཡོད་དུས་མཚུངས་སུ་སེམས་ཁྲལ་ཡང་ཡོད་པ་རེད།
ཨོ་ཡ་ད་གཟོད་ད་ལྟ། སློབ་ཕྲུག་ཚང་མ་གི། དེ་ནི་སྔོན་མ་གཞུང་རྟོགས་བཟོ་བ།

རིག་འཛིན་བློ་བཟང་ནི་སྡེ་དགེ་རྫོང་ལྷོ་འབྲིང་གི་ལོ་རིམ་གཉིས་པའི་སློབ་མ་ཡིན་ལ། གེ་སར་སྒྲུང་སྐོར་ལ་སློབ་སྦྱོང་བྱས་ནས་ལོ་གཉིས་ལྷག་ཕྱིན་ཡོད། མ་གཞི་ཁོ་རང་གེ་སར་སྒྲུང་གཏམ་ལ་དགའ་མོས་ཡོད་པ་མ་ཟད། དུས་རྒྱུན་འབད་བརྩོན་བྱས་པས། ཁོ་རང་འཛིན་གྲྭའི་ནང་གི་ཆེས་ཕུལ་དུ་བྱུང་བའི་སློབ་མ་དེ་ཡིན་ལ། སྒྲུང་མཁན་ཨ་མྱེས་ཀྱིས་ཀྱང་ཁོ་ལ་རེ་བ་ཆེན་པོ་བཅངས་འདུག།

དེ་རིང་རིག་འཛིན་བློ་བཟང་གི་ཁྲག་འཐུང་དེ་འདྲ་ཡག་པོ་མིན་པས་ཁོ་རང་འཛིན་གྲྭ་ནང་གི་ཁྲག་འཐུང་པ་གཙོ་བོ་ཡིན་པའི་ཆ་ནས་ལྷོ་བྲག་དྲུག་རྒྱུའི་དགེ་རྒན་ཨ་སྙིང་གིས་ཁོ་ལ་རེ་རེ་བཞིན་མཛུབ་སྟོན་བྱས་པ་རེད། བོད་ཡིག་ལོ་བརྒྱ། དེ་ནི་ད་ང་ཚོ་གེ་སར་གྱི་སྒྲུང་འདི་འདྲ་མང་པོ་ཅི་དེ་འགའི་ཆེད་བློ་ཅི་འདྲ་བ་ལྟ་ཡིན་ང་ཚོ་སློབ་མ་རྣམས་ད་བློ་ཅི་བ་ས་མ་རེད་འདི་ད་ངོ་ཧ་ཅང་བ་པོ་ཟེར་སློང་ནི་གོ་མི་ཐུབ་ད། དེ་ནི་གེ་སར་སྒྲུང་འདི་འདི་ད་དཔེར་ན་ཚང་མ་གི་ད་འདོད་དེ་ནི། ལྷོ་སྤྲུལ་ཡུལ་མི་བཅས་ཚོགས་མང་གི་དོན་དང་དོ་དད་མ་ཅིག་ཤེས་ནོ་ཤར་ལེ་ཚེ་ད་དོ་དད་མ་ཅིག་ཤེས་དགོས་ན་དངོས་གནས་ཤེས་མ་རེད་མ་རེད་མི་ཤེས་ཚེ་ཅི་རེད་ཟེར་དུས། ངག་གི་དོན་དང་ལོ་བཅུ་རུའི་ནས་ད་ལྟ་ལོ་དྲུག་ཅུ་རེ་བརྒྱད་ཀྱི་བར་དུ་ལ་དེར་ཁེ་སོག་གི་སྒྲུང་དེ་དག་གི་སྡོད་གཞུང་ཤེས་ཚེ་ད་ད་འོང་ལ་དེ་ནི་ངག་གི་དེ་ནི་ཡིད་ཀྱི་ཚོགས་མ་རྟགས་ཐ་མ་དེ། དེ་ནས་དེ་ད་གཞུང་ལུགས་འདྲ་ཐ་ཚིག་འདྲ་སྤྱི་ལེ་རེ་བརྒྱད། ད་དེ་གཞུང་ལུགས་ཀྱི་ཐ་ཚིག་འདྲ་བཤད་དགོས་ན་དེ་ནི་དཔེར་ན་ཁྱོད་ཀྱི་ད། གས་སོགས་ཀྱི། དེ་ནི་ལས་ཀ་དེ་ལས། དེ་ནི་ཁྱོད་དེ་ལ་ཁ་ཟས་གསོན་པར་དཀའ། དེ་ནི་ཁོ་རེ་ཡིན་ཅིག་སྨན་གཉིས་བསྟན་དོ་རེ་ཟ་ཚེ་དུས་ད་རྫོང་ལ་གས་སོགས་རྒྱ་བོད་ཀྱི། བྱ་བ་ལས་ཀ་འདི་ངག་གི་ཐལ་དགུས་སོགས་བསྟན་ནོ་ནོར་གཡང་ལུང་ལས། དེ་ནི་ཁོ་ལ་བསྟན་ཏོ་དེ་ལ་བསྟན་ཏོ། དེ་ནི། གསོ་བ་དེ་ནོར་མ་གཉིས་ལ་བསྟན་ཏོ་དེ་ནི་གསོ་བ་སྟེ། དེ་ནི་རང་གི་བསམ་པ་དེ་གིས་བསྟན་ཏོ་དེ་ཡིན་ཅིག་སྨན་གཉིས་ད་ངག་གི་གས་སོགས་ཀྱི། ལས་ཀ་འདི་ཐལ་དགུས་སོགས་ནས་བཞུགས་ན་ད་མཐའ་ཚོགས་ཀྱི་གཙོ་ཆེ་བ་ད་དེ་རེད། དེ་ནས་དཔེར་ན་དེ་རིགས་སོང་ཉིན། དེ་ནས། སློང་ཉིན་ཟས་མི་འདྲ་འདྲ་གོས་འདྲ་མི་འདྲ་སྤྱད་ན་རྟགས་བྱོས་ལེ་རེད། དེ་ནས་དེ་འདྲ་འདྲ་མ་ཡིན་པར། དེ་ནི་གེ་སར་གྱི་ལས་ཀ་དེ་ནི་དེ་འདྲ་དེ་ཁྱོད། མི་ཐོས་འདྲ་དེ་འདྲ་དེ་ཁོ་རུས་ད་ཁྱོད་དེ་འདྲ་ཟེར་ཚེ་དེ་དེ་འདྲ་དེ་ནི་གཉིད་ཐེངས་གཅིག་གམ་མིན་པ་དེ་ཁྱོད་ཀྱི་དེ་འདྲ་དེ་ཡི་གེ་དེ་དེ་འདྲ་གཞུང་དེ་ཁོ་རུས། བློ་གྲོས་དེ་ནི་དེ་འདྲ་དེའི་སྒེར་དེ་འདྲ་མི་རེད་ས་དེ་དེ་རྗེས་མ་དེ་འདྲ་ངག་གི་ཤེས་ཚིག་དེ་ངག་གི་རྩ། མ་ཤེས་ཚིག་དེ་འདྲ་དེ་འདྲ་དཔེར་ན་ཡི་གེ་ནོར་ཡོད་ན་ཡི་གེ་ལྟ་ད་དེ་འདི་འདྲ་ཞེས་བྱ་བ་དེ་འདྲ་གཞུང་ན

ནམ་མཁའ་གཡའ་དག་ཅིང་ས་གཞི་རྡུལ་གཏང་བའི་ཉིན་མོ་འདིར། གེ་སར་སྒྲོ་སྙིང་ལས་བྱས་པའི་སློབ་མ་ཚོས་དགའ་དད་ཐོག་བོད་པ་ནང་བསྟན་མང་བ་ཚོས་དགའ་བསུ་ཆེན་པོ་ཐོབ་པ་མ་ཟད། ཁོ་ཚོ་ལ་ཧ་སྒྲོན་གྱི་གཏམ་རྒྱུད་དངོས་སུ་བཞུགས་མྱོང་པའི་སྣང་བ་ཞིག་སྟེར་བ་རེད།

དཀའ་ངལ་ལས་མི་འཛའ་བར་ང་ཚོ་ལ་དུད་འགྲོ་བཟོ་ཐབས། དཀའ་བ་ཆགས་ཐབས་བྱས་ལ་ང་ཚོ་ལ་སློབ་སྦྱོང་དང་དེ་འདྲ་བྱེད་སློབ་ཁྲིད་ཡག་པོ་བཟོ་བ་དེ་དེ་ང་ཚོ་ཞིག་ད་དུད་འགྲོ་བཟོ་ཁོང་གི་རེ་བ་སྟོང་ཆ་གཏོང་མི་ཉན་པ་དེ་དེ་ང་ཚོས་དེ་མི་འཐད་དུ་ཁོང་གི་སྒྲིག་འཛུགས་པ་ཞིག་ཡིན་དེ་གཙོ་བོ་ནི།

སློབ་མ་མང་པོ་ཞིག་གིས་གེ་སར་སྒྲུང་གཞུང་ཇི་དགའ་བ་མ་ཟད་གྲུབ་འབྲས་ཀྱང་མི་དམན་པ་ཐོབ་ཡོད་པས་སྒྲུང་མཁན་ཨ་མྱེས་ལ་སེམས་ཧ་ཅང་དགའ་བ་རེད། རེད་དེ་དགུང་ལོ་དྲུག་ཅུ་རེ་ལྔ་ལ་ལོན་པའི་སྒྲུང་མཁན་ཨ་མྱེས་ལ་སེམས་ཁྲལ་བྱ་རྒྱུ་ཡི་དོན་གཅིག་ཡོད་དེ། ཁོང་གིས་ལས་ཀ་རྒྱུན་འཛིན་བྱ་མཁན་འཚོལ་རྒྱུ་དེ་རེད། ཨ་མྱེས་ལས་བློ་ཅུང་ཆུང་བའི་གི་འདུག་རོགས་ཡིས་ལས་འགན་འདི་ཕྲག་ཐོག་ཏུ་བླངས་པ་རེད།

རྒྱ་ཕྱི་ནང་ལས་སྒྲོན་ཟླ་ཡི་འགྲོ་བྱེད་འདྲ་འདྲ་རེད་དེ་ནི་གོ་རིག་ལྷོ་བྲག་ལྷོ་ཁྲིད་ཞལ་གྱི་འདྲ་འདྲ་རེད་ད་དེ་ཚོ་བཟོ་དུས་སྟོན་ན་ལེ། དེ་ནི་ད་མདོ་ལས་ཀ་ལ་བསྟན་ཏོ་དེ་ནི་ད་ངའི་ཉི་ངག་གི་བསྟན་ཏོ་དེ་དེ་གཅིག་མི་བྱེད་ན་ད་མདོ་ན། དེ་ནི་གེ་སོག་གི་ལས་ཀ་དེ་ལས་ལེ་དེ་ནི་མོ་ཁོ་བསྟན་ཏོ་ད་དཔེ་ན། གེ་སོག་གི་བསྟན་ཏོ་གྲི་ཞིག་ཁེ་རི་མ་ཚད་ལ་མ་རེད་དེ་ནི་གེ་སོག་གི་ལོ་རྒྱུས་ཀྱི་བསྟན་ཏོ་གཞུང་རྒྱུད་སྒྲུང་ངག་གཞུང་རྒྱུད་དེ་ནི་གོ་རིག་ཁག་གི་བསྟན་ཏོ་ཡི་གེ་མདའ་ཤེས་ན་དད་སྙིང་བསྟན་ཏོའང་གོ་རིག་སྒྲུང་གི་ལོ་རྒྱུས་ནང་བསྟན་མི་ཤེས་ཚ་དེའང་ངག་གི་བསྟན་ཏོ་ནང་བསྟན་རྩ་རྒྱུད་ད་ད་འདྲ་ད་འདྲ་བྱེད་ན་དེ་ནི

ད་གཟོད་གད་མཁྲེགས་ཐུག་ལ་ངས་གས་སོགས་ཀྱི་སྒྲུང་དེ་དག་པས་སྟོང་ཞུས་ད་གཏོང་དགོས་ཚེ་རྒྱུ་མཚན་ཅི་རེད་ཟེར་དུས་དེ་བདེ་བ་གས། དཔེར་ན་བདེ་གས་འུ་ཤོད་ཚོགས་པ་སེམས་བྱུང་ར་ད་ཁོ་ཚོགས་ཀྱི་སེམས་ན། དེ་ནི་ད་མ་འོངས་པ་ལ་གས་སོགས་ཀྱི་ལོ་རྒྱུས་ཏེ། དེ་ནི་ཁོ་རུས་ཡོ་བ་བསྟན་ཏོ། ཤ་སོགས་བྱེད་ཀྱི་དེ་བཟོ་དུས་དེ་ན་ལས་དེ་ནི་ཁོང་ནོངས་པ་ནོངས་གས་དེ་དཔེར་ན་གས་སོགས་ཀྱི་ལོ་རྒྱུས་དེ་ནི་གས་སོགས་ཀྱི་བསྟན་ཏོ། ཁྲ་མོང་ཁོག་སོས་དེ་ནི་དགྲ་ལ་འོས་མ་སྤྱོད་སོ། དེ་ནི་གས་སོགས་བསྟན་ཏོ་འཁྲུངས་ས་གས་ས་ཤ་དེ་ནི་དཔག་ཏུ་གང་བདེ་དོ་གང་བདེ་ཅི་འདྲ་རེད་དོ་མཐོ་དམན་ཅི་འདྲ་རེད།

ཡར་འགྲོ་བ་ལྷན་རྒྱས་དེ་ན་ཤངས་ནས་ང་ཚོའི་མཉམ་དུ་གླུ་སྐད་འཕྲོད་ཀྱི་ཕ་ཡུལ་ལས། སྐར་མ་ཁྱོད་ཕེབས་ཀྱི་གླུ་སྐད་ལ་ཉན།
དེ་ནས་ང་ཕ་ཡུལ་སྡེ་དགེ་དཔའ་བོང་ནས་ཡིན། དེ་ནས་ང་གཉིས་ལ་དེ་ནས་སྐར་མ་ཁྱིམ་ཕེབས་ཟེར་ལེ་ཡིན།

ཚ་ཚ་དགོན་ནས་ཟི་ཁྲོན་ཞིང་ཆེན་དཀར་མཛེས་བོད་རིགས་རང་སྐྱོང་ཁུལ་སྡེ་དགེ་རྫོང་ཨ་ཤུག་ཡུལ་ཚོ་ཨ་ཤུག་གྲོང་སྡེ་ལ་ཆགས་ཡོད། ཚོ་ཕག་མིས་སོང་སྟོང་བདུན་བརྒྱ་བརྒྱད་ཅུ་ཡོད་ཅིང་བཀའ་བརྒྱུད་པའི་དགོན་པ་བཞེངས། དགོན་པ་འདི་ལ་སྔར་བདག་དང་ཕྱི་བདག་གཉིས་བྱུང་བར་གྲགས། རབ་བྱུང་གཉིས་པའི་བདུན་རྒྱུད་ཚ་ཚ་བླ་མའི་དགོན་པ་ཕྱོགས་བཏོད་པ་དང། མཚན་ལ་ཚ་ཚ་དགོན་ཞེས་གསོལ། སྤྱི་ལོ་ཆིག་སྟོང་དོན་བརྒྱ་སུམ་ཅུ་སོ་གཉིས་ལོར་ཞྭ་དམར་སྐུ་ཕྲེང་བརྒྱད་པ་དཔའ་ཆེན་ཆོས་ཀྱི་དོན་གྲུབ་ཀྱིས་དགོན་པར་ཡང་ཞྭ་བཞེངས་ཤིང། མཚན་ལ་ཚ་ཚ་ཆོས་འཁོར་བླང་བྱ་གླིང་ཞེས་གསོལ།

ངའི་ཇོ་ག་ནི་བོད་ལྗོངས་འདང་གཞུང་ནས་རེད། ཁོང་ནི་བོད་རིགས་རོམ་ཚུགས་མཁས་ཅན་གྱི་གྲས་ལ་ད་རང་འཇམ་པའི་གི་ལྷོ་སྣེ་དང་འབུ་རམ་པའི་གི་ལྷོ་སྣེ་ཐམ་གའི་ཐུག་མ་དེ་རེད། ཨ་ཇོ་ག་ཁོ་རང་གི་བརྩམས་པའི་གི་མཉམ་སྒྲུག་རོལ་དབྱངས་སྙན་ཚུགས་འདིའི་གི་ནང་ལ་བརྩམས་ཆོས་བཞི་མ་གཏོགས་མི་འདུག་བ། ཐུག་མ་དེ་འདེམས་གསོས་དང་དེ་ནས་ཞུ་ནས་དེའི་རྗེས་ལ་དཀྱིལ་འཁོར་ཐ་མ་འདྲ་ཞིག་ནི་དགེ་འདུན་ཆེན་པོས་གསལ་བ་ཞིག་རེད་འདུག། ལྟ། རང་མི་གི་ཐུགས་ནི་ཞིར་ནི་དང། སྐྱོན་འཁོར། རྒན་ལྟ་ཆེན་པོས་ཟེར་བ་འདི་ཚོ་ཅི་འདྲ་ཤེས་ནས་མཚན་དགོས་རྒྱུ་རེད་བསམ་ན་ངོ་མ་ང་རང་འདྲ་ཞིག་ནི་བསམ་ཡུལ་ལས་འདས་པ་ཅིག་རེད། དེ་ཡང་དགེ་བཅོ་དགའ་ལབ་ཀྱིས་གསུངས་པ་ལྟར་ན་རྗེས་མ། མཉམ་སྤྲུལ་རོལ་དབྱངས་སྙན་ཚུགས་འདི། སའི་དུས་དང་དུས་བའི་དུས་སུ་ཕུལ་རྒྱུ་ཡིན་གསུངས་འདུག། དེས་ན་གཙང་ཆུ་འདི་དག་ལ་སྔོན་མ་ལྟར་རི་ཡོད་པ་ཅིང་ས་རུ་བ། རས་རུང་ནང་པ་དེ་ཡང་ཁམས་པའི་བརྙན་འཕྲིན་ཁང་གི་ལོ་སིའི་གི་གྲོང་ཚོའི་ཐོག་མ་དེ་འདྲ་ཞིག་ནི་ཕྱི་ལོ་ཉིས་སྟོང་བཅུ་ལོ་ལ་འཚོ་ལེ་རེད། གྲོང་ཚོ་འདི་ང་རང་ལ་ཆ་མཚན་ནས་བཤད་ན་མི་ཚེ་འདིའི་ནང་ངོ་མ་བརྗེད་དཀའ་བ་ཞིག་རེད། ཅི་རེད་ཟེར་ན། དེ་ནི་ད་སྔ་ཁྱོན་ནས་དེའི་གི་བ་ལི་མདོ་འཛི་ཞེས་པའི་བརྙན་འཕྲིན་གི་དགོང་ཚོགས་ཐོག་མ་དེ་རེད། དེ་ཡང་ང་རང་སེམས་པ་ཅུང་ཙེ་འཚབ་བཞིན་ཡོད་དུས་ཀླད་པ་ཚད་འགོད་ཀྱིས་ལེན་པའི་ཨ་རུ་ཁང་པ་ཟེར་བའི་གླེང་བ་དེ་གོ་བྱུང་བས་གློ་བུར་དུ་ངོ་མ་ད་སེམས་ལྷེམ་ལྷེམ་འདྲ་ཞིག་རེད་སོང། ཨ་རུ་ཁང་པ་ཟེར་བའི་གླེང་བ་འདི་ང་ཆུང་དུས་ནས་གོ་མྱོང་ཡོད་ལ་དགའ་པོ་ཡང་ཡོད། ངོ་མ་ད་ཅིའོ་རྗེས་རྗེས་མ་གྲོགས་ཀླད་པ་ཚད་འགོད་ཀྱི་ཙོག་པ་ཞིག་གོན་ནས་མགོ་ལ་སྐྲ་འཕེན་དམར་པོ་ཞིག་བྱས་ནས་པགས་ལྷེབ་པའི་སྒོ་ནས་ཨ་རུ་ཁང་པ་དེ་གླེང་ཡོང་དུས། ངོ་མ་ཕ་མ་དང་ཕ་ཡུལ་དྲན་བྱུང་ལ་དགའ་སྐྱོ་འདྲེས་མའི་གི་འཚོ་སྣང་ཞིག་ཡང་དབང་མེད་དུ་བྱས་བྱུང། ད་ལོ་བདུན་སོང་རྗེས་ཀྱི་དེ་རིང་ང་ཚོས་ཡང་བསྐྱར་གླུ་དབྱངས་འདི་ལ་ཅི་ཉན་ན་ཡང་འཚོ་སྣང་མི་འདྲ་བ་སྐྱེས་གྱུར་བ། དེ་ལ་མཚམས་འདིར་ང་ཚོས་སྙིང་འདི་ཨ་རོགས་ཁང་པ་ཟེར་བའི་གླུ་དབྱངས་འདིར་ཅི་ཉན།

ཡང་ཨ་ཀྲི་པོ་རྣམ་པ་ཨ་རུ་ཁང་པ་ཟེར་བའི་གླེང་འདི་ལ་ཉན་ཚར་རྗེས་ད་ང་ཚོས་མཉམ་དུ་སྡེ་དགེ་ཡི་གྲོ་ཆས་འདི་ལ་ལྟད་མོ་གཅིག་བལྟ། སྡེ་དགེ་ཡི་གྲོ་ཆས་ནི་དུས་རབས་བདུན་པའི་གི་ཡས་མས་ལས་ད་གཟི་རེད་འདུག་ཨ། སྐབས་དེ་དུས་སྡེ་དགེ་རྒྱལ་པོའི་གི་རྒྱལ་ཁང་དཔའ་ལ་རོལ་བའི་གླུ་སྐབས་ཀྱི་རིག་གནས་ངང་བལྟས་ཤེས་ཆེ། ད་ཡུལ་ཤུལ་སོ་སོའི་གླུ་སྐབས་ཀྱི་འཕྲང་ཚུགས་བཙུགས་ཡས་ཤིང་གི། དེའི་ནང་ནས་སྨན་ཤེལ་དང་དཔལ་ཡེ་སུས་ཀྱི་གཏེར་ལོ་སྐོར་བྲོ་ལ་གཟིགས་མཁན་གྲུ་པོ་ཅིག་གི་དགའ་བསུ་ཆེན་པོ་ཐོབ་པས། སྡེ་དགེ་རྒྱལ་པོས་ཀྱང་ད་བྲོ་ཆེན་ཟེར་བ་འདི་རེད་ཟེར་ནས་གཏེར་སྔགས་བཤད་ནས་དེའི་རྗེས་ནས་སྡེ་དགེ་གི་བྲོ་ཆེན་ཟེར་ནས་སྨིན་ཏེ་ཐུག་སོང་ཟིན། ད་ལྟ་ཡིན་ན་ཡང་སྡེ་དགེ་ཡི་གི་བྲོ་ཆེན་ནི་རྒྱལ་ཁབ་རིམ་པའི་གི་གཟུགས་མེད་རིག་གནས་ཤིག་རེད་འདུག།

ད་བཙན་དུས་ཀྱི་སྐོར་སྒྲུང་ཁྲོད་ཀྱི་ནི་གཞན་དཔའ་འདི་ཚོས་ཀྱི་སྟོང་རྟགས་མཐོང་མཁན་འདྲ་ཞིག་ནི་ངོ་མ་ཉུང་ཉུང་ཡིན་ས་རེད། ད་ཁོ་ཚོས་སྣང་བ་དྲོ་མོ་ཤི་བོ་གཅིག་འཆང་བཞིན་གྱི་ང་ཚོས་ལྟད་མོ་བྱས་ད།

དྲོ་བོ་ལྷན་རྒྱས་དེ་རིང་གི་གངས་རི་རྩྭ་ཐང་ལེ་ཚན་འདི་ནས་གཏོང་ཚང་འཇོག་རྒྱུ་ཡིན་ལྷན་རྒྱས་ཀྱི་སྲིད་འཛིན་གནང་བ་ཐུགས་རྗེ་ཆེ། ཐུགས་རྗེ་ཆེ། དེ་ཡང་དྲུག་པོ་བཅས་ང་ཚོའི་ལེ་ཚན་ལ་གཟིགས་ཚར་རྗེས་དྲུག་པོ་ཚོ་ལ་དགོངས་འཆར་འདྲ་ཡོད་ན་འཆར་བྱེད་དགོས་ཡོད་པའི་འབྲེལ་གཏུག་བྱེད་ཐབས་བརྒྱུད་ནས་ཁྱེད་ཚོའི་གི་དགོངས་འཆར་དེ་ང་ཚོ་ལ་བསྐུར་རོགས་གནང། རས་གྲོ་པོ་རྣམས་པ་ལས་མཚལ་རྗེས་མེད་གངས་རི་རྩྭ་ཐང་ལས་ང་ཚོ་ལྷ་ཡོངས་རྒྱ། དར་ཆ་ནང་པའི་སྐྱིད་སྲང་བཀྲ་ཤིས་གངས་ལས་དོན་འགྲུབ།